ད་ད་ལྟ་དང་པོ་དེ་གནད་དོན་འདི་ག་རེ་རེད་ཅེས་ཞུ་བ་རེད་ཅེ་ན། ཉེ་བའི་ཆར་ལ་ནུ་བོ་ལང་མོ་གིས་ཨ་ནི་དབུ་ཁྲིད་པའི་ནིའུ་ཡོག་ནིའུ་ཇར་སི་གི་བུད་མེད་ལྷན་ཚོགས་གཅིག་དང་ཨ་ནི་ཨེན་ཇི་ཆོས་སྒྲོན་གྱིས་ཁྲིད་པའི་ནིའུ་ཡོག་ནིའུ་ཇར་སི་གི་བུད་མེད་ལྷན་ཚོགས་གཅིག་བྱས་ནས་བུད་མེད་ལྷན་ཚོགས་གཉིས་ཆགས་ཏེ་ནིའུ་ཡོག་ལ་རོ་ཡ་གཙང་མས་མཁྱེན་གསལ་ལྟར་བུད་མེད་ལྷན་ཚོགས་གཉིས་ཆགས་ཏེ་ད་འདི་བུད་མེད་ལྷན་ཚོགས་གཉིས་ཀྱི་ནང་ནས། རུ་བ། རྐང་གཉིས་འདི། སྐབས་བཅོ་ལྔ། གང་ནས་ཕག་རེད་ད། དེ་ཕག་དྲུག་མེད་ད། ད་ཕྱི་གཏན་རྒྱག་མེད་ང་ཚོ་ཡི་རྙོག་དྲ་དེ་ཚོ་ཚང་མ་མང་ཆེ་ཆེ་གེ་ཧ་གོ་རུ་བ། ད་ད་ལྟ་ཉེ་བའི་ཆ་ལ། སྐབས་བཅུ་བདུན་པ་འདི། ཨ་ནི། སྐབས་བཅུ་བདུན་པ་གི། ད་ད་ལྟ་བཅོ་བརྒྱད་ལ་འགོ་བཙུགས་རུ་བ། བཅུ་བདུན་པ་དེ་ལ། ང་རང་སྔོ་ཆོས་ནས་ཡིན་ན་ངེད་ཀྱི་ནུ་བོ་ལྷ་མོ་ཁོང་ཚོ་བསྒྲིགས་ཤགས། ག་རེ་བྱེད་ནས་ལབ་ན་སྤྱི་སྟངས་ཀྱིས་བསྒྲིགས་མ་བསྒྲིགས་ལ་ཡ་བྱེད་ཡོད་རོ། ད་འདི་ཁ་ཤས་ཀྱིས་སོ་སོ་དགའ་མོས་དགའ་ཤོས་ཅིག་ག་ལ། ངེད་ཀྱི་ཕ་ཡུལ་གཅིག་པ་རེད་ཤགས། ངེད་ཀྱི་ཨ་ནི་ང་ཁོ་ངོ་ཤེས་རྒྱུ་ཡོད། ང་ཁོ་བསྒྲིགས་ཤགས་ལ་ནི་རོ་ཨ་འདྲས་བྱེད་ནས་ཨོ་ངེད་ཀྱི་པིང་རྒྱ་རེད་ལ་ཡ་འདྲ་བོ་དང་དེ་འདྲས་བྱེད་ནས་དགའ་མོས་དགའ་ཤོས་ཅིག་བྱེད་ཡོད་རོ། གཅིག་གིས་དོན་དག་རང་དངོས་ཡོད་གནས་སྟངས་ག་རེ་རེད་དོ། དཀའ་ངལ་ག་བ་ལ་འཕྲད་ཀྱི་དོ། འདི་གི་རྒྱབ་ལོགས་ལ་དམིགས་ཡུལ་ག་རེ་དོ། བསམ་ཚུལ་ག་རེ་དོ། མི་དོན་ཚུལ་གྱི་སྤྱོད་པ། ཀུན་སྤྱོད་ལ་བར་བ། ལུས་ངག་ཡིད་གསུམ་གྱི་ཐོག་ནས། ག་འདྲའི་སྐད་ཆ་ག་འདྲ་ཤེས་ཀྱི་དོ། ད་འདི་འདྲའི་སྐད་ལ་ཞིབ་འཇུག་བྱས་ནས་རྒྱབ་སྐྱོར་བྱེད་བ་འདྲ་བྱས་ཡིན་ན། རེད་བ། འདིའི་རྒྱབ་སྐྱོར་དེ་ཚད་དང་ལྡན་པ་ཅིག་དང། རྒྱབ་སྐྱོར་དེ་དངོས་གནས་ཁོ་རང། རྒྱབ་སྐྱོར་བྱེད་བ་ནང་བཞིན་གྱི། འབྲས་བུ་ག་རེ་ཡིན་མིན་ལ་མ་ལྟོས་པ། རོ་ཡ། ཨ་ནི་སོ་སོ་ངོ་ཆོད་ནས་སེམས་པ་ནས་རྒྱབ་སྐྱོར་བྱི་བ་ར་ཅི་ཡིན་ན་རྒྱུས་པ་མེད་ཅི། འོན་ཏེ་རེད། འདི་ཡིན་དུས་ཙམ་པ་ལ་ངེད་ཀྱིས་ཁོང་ཚོ་ལ་ཞིབ་འཇུས་བྱེད་སྟངས་དེ་གལ་འགྲིག་བྱེད་ནི་ཅི་ཡིན་ཟེར་ན། ལུས་ངག་ཡིད་གསུམ་གྱི་ཐོག་ནས་ཞིབ་འཇུས་བྱིན། རོ་ཨ། གནད་དོན་གང་ནས་ཕྱེ་ནས་ཞིབ་ཕྲ་ཞིབ་འཇུས་བྱིན་དེ་འདྲའི་བྱི་བ་ན་གཞན་གྱི་ང་རང་ཡིན་ནའི་ཁོ་རང་ཚོ་ལ་དགའ་བོ་ཡོད། ཁོ་རང་ཚོ་གྱི་བསམ་བློ་བཏང་སྟངས་དེ་ལ་ངེད་ཀྱིས་རྒྱབ་སྐྱོར་བྱེད་ཀྱི་ཡོད། རོ་ཡ། འདི་ཡིན་དུས་ཙམ་པ་ལ་ང་ནིའུ་ཡོག་ལ་སླེབས་དུས་ཙམ་པ་ལ་ཨ་ནི། དམིགས་བསལ་གྱི་བུད་མེད་ལྷན་ཚོགས་གཉིས་ཚོགས་དུས་བརྩམས་པ་ལ་ང་འགྲོ་ས་དེ་ནུ་བུ་ལྷ་མོ་ཁོང་ཚོའི་གི་ཨ་ནི་བུད་མེད་ལྷན་ཚོགས་བཙུགས་བཞག་པ་དེ་ལ་ངེད་ཀྱིས་ངོས་ལེན་བྱེད་ཀྱིན་རོ། ད་འདི་ཕྱི་གོའི་རྒྱུ་མཚན་ག་རེ་ལ་ན་སྤྱི་བཏང་གི་ཏིང་འཛིན་བཞི་མི་སྒེར་བེད་ཀྱི་ངོ་ཆོ་ནས་མི་གཅིག་ལ་ཨ་ནི་བསྙབ་བཅོས་མཐོང་ཆུང་ཨ་ནི་ཁྱད་གསོད་བྱེད་དེ་ངེད་ཀྱིས། ཨ་ནི། མི། མི་ཚང་མས་ཀྱི་བསྙབ་བཅོས་མཐོང་ཆུང་ཁྱད་གསོད་བྱེད་དེ་ངས་འདི་ལ་ག་དུས་ཡིན་ན་ང་རྒྱབ་སྐྱོར་བྱེད་ཀྱི་རོ་ཡ། དེ་འདྲ་ཡིན་དུས་ཙམ་པ་ལ་ངེད་ཀྱི་མིག་ནང་ལོ་ནུ་བོ་ལྷ་མོ་ལ་བསྙབ་བཅོས་ནུ་བོ་ལྷ་མོ་དང་ནུ་བོ་ལྷ་མོའི་གྱི་ཨ་ནི་དབུ་ཁྲིད་པའི་གྱི་བུད་མེད་དེ་ལ་ཨ་ནི། གང་ལ་དེ་ངས། ཨ་ནི་ཏེས་ཅིག་སློབ་སྦྱོང་ཡོད་ལ་ངས་སྤྱི་བ་ཁྲིད་ཀྱིན་ཡིན་ལ་ངས་ཅིག་དཔོན་པོ་བྱེད་ཀྱིན་ཡིན་ལ་ངས་འདུ་འཛོམས་མང་པོ་བྱེད་ཀྱིན་ཨ་ནི་ཁྱད་གསོད་བྱེད་ནས་རེད་བ་མཐོང་ཆུང་བྱེད་སུ་བུད་མེད་ཡིན་པ་འདྲ་མཉམ་ཅིག་ལ་བུད་མེད་ནང་ནས་བུད་མེད་སྤྱི་བཏང་གི་བུད་མེད་འདྲ་མཉམ་ནུས་སྟོབས་འདྲ་མཉམ་ཡིན་པ་ཅིག་ལ་ཡང་བུད་མེད་ཅིག་ལ་མཐོང་ཆུང་བྱེད་བུད་མེད་ཅིག་ལ་ཞི་བོ་ཅིག་བྱེད་དགོས་ཡ་རེད་བ་ཅིག་གིས་དེ་འདྲ་བྱེད་དགོས་ཡ་གི་གནད་དོན་ཡོད་མ་རེད་བ་ཡ།

ང་ཚོ་ནང་ལོག་ལ་ཕག་ཚོ་མཐུན་འགྲོ་ཡ་དང་ང་ཚོས་ལྔ་བཞག་ཁྱོད་རང་ཚོ་དྲུག་བཞག་ལ་ནི་བུད་མེད་ལྷན་ཚོགས་ཕར་བཅོ་ལ་ཁྱོད་རང་ཚོ་མི་དྲུག་ཁྲིད་ཤོག་ཟ་ད་ང་ཚོ་དེ་འདྲ་རྒྱག་རེ་རྒྱག་དེ་ན་ངོ་ཚ་འགྲིག་གི་མ་རེད་བུད་མེད་ཀྱི་ཞབས་འདྲེན་རེད་དབུ་མའི་ལམ་ང་ཚོ་དབུ་མའི་ལམ་ལ་ཞོ་ཅིག་བརྩི་འཇོག་བྱེད་དགོས་རེད་རོ་ལངས་ཕྱོགས་དེ་བཙན་བྱོལ་སྤྱི་ཚོགས། ནང་ལ་རུ་བ། དབུ་མའི་ལམ་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་ཀྱི་སྐད་ཆ་བཤད་བ་ར་ཅི་ཡིན་ན་བུད་མེད་ལྷན་ཚོགས་འདི་རེད། འདི་ཡིན་དུས་ཙམ་པ་ལ་དབུ་མའི་ལམ་ལ་དུས་ཙམ་པ་ང་ཚོ་རྒྱ་མི་དང་མཉམ་དུ་ལ་བསྡད་ནས་སྐད་ཆ་བཤད་ཀྱི་ཡིན་ལ་ཡོད་ང་ཚོ་བོད་པ་ནང་ལོ་མ་འགྲིག་ཡ་ཡོད་མ་རེད། དེ་འདྲའི་གི་དམིགས་ཡུལ་བཞག་ནས་ད་ང་ཚོ་སྐད་ཆ་བཤད་དགོས་ལ་ནས་ནུ་བོ་ལྷ་མོ་ཀྱི། ཐབས་ལམ་འདི་འཚོལ་གསུངས། རོ་ཡ། ཐབས་ལམ་འདི་འཚོལ་ནས་ཕ་ཇོ་ལ། བཀའ་མོལ་གནང་དུས་དམ་པ་ལ་ཁྱོད་རང་ཚོ་མི་དྲུག་ཁྲིད་ཤོགས། ང་ཚོ་མི་ལྔ་བཞག་དགོས། ད་མི་ལྔ་དང་མི་དྲུག་བྱས་ནས་ཨེ་འདྲ་བྱས་ནས་ད་ང་ཚོ་བུད་མེད་ཚོགས་པ་གཅིག་བཟོས་དགོས། བུད་མེད་ལྷན་ཚོགས་འདི་གཅིག་བཟོས་དགོས། ནིའུ་ཡོག New Jersey གི། དེ་འདྲའི་ཡ་མཆན་ནས་ཐབས་ཤེས་བྱས། བོད་རིགས་སྤྱི་དོན་ཚོགས་པ་ལ་ཞུ་ཁ་འགྲོ། ཕ་ཞུས་སོ་ཚུར་ཞུས་སོ་ད་བྱེད་ཡ་ཡོད་ཁྱོད་ཚང་མ་བོད་པ་ལ་མ་ཞུས་གཏུགས་བྱས། ཅིག། ད་ག་ལ་འོ་རེད། ཞུ་གཏུག་བྱས་ནས་བོད་རིགས་སྤྱི་མཐུན་ཚོགས་པའི་གི་སྒོ་འགྲམ་ལ་སྒོ་བརྒྱབ་བཞག་ཡོད་ན་ཆར་བ་ག་ལ་བདེ་སོང་རོ་ཨ་བདེན་བྲལ་གྱི་དཀའ་ལས་བརྒྱབ་ནས་ནུ་བོ་ལྷ་མོ་དང་ནུ་བོ་ལྷ་མོ་གི་ཨ་ནི་ཅིག་བདེན་པ་ལ་རྒྱབ་སྐྱོར་བྱེད་དེ་ངས་དུ་འཛུལ་གི་རོ་ཨ་ཡ་ནུ་བོ་ལྷ་མོ་གི་ཨ་ནི་སྣེ་ཁྲིད་པའི་གི་རྒྱུན་ལས་ཚང་མ། དེས་ན་གཞན་གྱིས་འདི་ལ་མི་མང་གིས་རྒྱབ་སྐྱོར་བྱེད་མཁན་དེ་ཚོ་གིས་དཀའ་ལས་ཞུ་རྒྱབ་ས་ང་རང་མིག་གིས་མཐོང་སོང་རོ་ཡ། ང་བོད New York བོད་རིགས་སྤྱི་མཐུན་ཚོགས་པའི་གི་སྒོ་འགྲམ་ལ་ཆར་བ་དེ་འདྲས་ཞེ་སྡང་ཚོར་བ་རྒྱག་གི་འདུག་ཆར་དར་ཁྱི་ནས་ད་ང་ཚོ་སྒུག་དེ་དགོས་ཡ་དང་དེ་འདྲས་གི་གནད་དོན་ཆགས་སོང་ད། ད་རིང་དེ་ལ་ག་རི་ཆགས་རེད་ས་རོ་ཡ། ཞབས་འདྲེན་སུ་ཞུ་ཡོད་རེད་ལབ་ན་སྤྱི་བཏང་གི་ནུ་བོ་ལྷ་མོ་ལ། ནོར་བུ་ལྷ་མོ་དང་ནོར་བུ་ལྷ་མོའི་གྱི་ཨ་ནེ་སྣེ་ཁྲིད་པའི་གྱི་རྒྱུན་ལས་དང་དེ་རིགས་ཀྱི་རྒྱབ་སྐྱོར་ཚང་མ་རྦད་ཁོ་རང་མི་དབང་ཆ་ཡོད་ངེས་ཁ་ཤས་ཅིག་གིས་རྦད་ཁོ་རང་ས་བ་ལ་མ་བསྟིམས་ནས་ལང་ཡ་མེ་བ་བཟོ་ཡ་གྱི་ཐབས་ཤེས་བྱེད་སོང་བ། འདིའི་ཐབས་ཤེས་འདི་ནང་ལོག་ལ་སུ་སུ་ཡོད་རེད་ཅེས་ཞུ་བ་ར་ཅེས་ཡིན་ན་ད་ངས་འདི་རྗེས་ནས་ཞུ་གི་འདའ་ད་དང་པོ་དེ་ལ། ནོར་བུ་ལྷ་མོ། དང་ནོར་བུ་ལྷ་མོའི་གྱི་རྒྱུན་ལས་སྣེ་ཁྲིད་པའི་གྱི་བུད་མེད་ལྷན་ཚོགས་འདི་ལ་རྙོག་དྲ་བཟོས་ངེས་འདི་སུ་རེད། བུད་མེད་ལྷན་ཚོགས་ཕ་ཅོག་ཨེན་ཇི་ཆོས་སྒྲོན་གྱི་ཁྲིད་དེ་བས་གྱི་ཨ་ནི་ཨེན་ཇི་ཆོས་སྒྲོན་དབུ་ཁྲིད་གྱི་བ་ལ་རོ་ཨ་ནི་བུད་མེད་ལྷན་ཚོགས་འདི་ཚོས་གྱི་ཁྲིམས་ལ་གཏུགས། ཁྲིམས་ལ་གཏུགས་ཡས་དེ་གྱི་རྒྱབ་རྒྱོང་རྒྱབ་རྒྱོང་ལ་རོ་རྒྱབ་རྒྱོང་འདི་ག་རེ་རེད་ལ་ན་རྒྱབ་རྒྱོང་འདི་ལ། མགོ། སྤེན་པ་ཚེ་རིང་ནི་ཕྱི་ནས་རུ། ཨ་ནི་དབུས་བུད་མེད་ལྷན་ཚོགས་ནི་ཕྱི་ནས་འོ། ས་གནས་ཀྱི་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ནི་ཕྱི་ནས་རུ། ཚང་མ་ཀླད་ལྟ་འདི་ནང་ལོ་ལ་རུ་ཡ། སྤེན་པ་ཚེ་རིང་ལགས་བའི་རྒྱུ་མཚན་ག་རེ་ལ་ན། ང་ཚོ་མགོ་ཁྲིད་རོ། ཨ་ནི་སྲིད་སྐྱོང་སྐུ་བསྐྱར་ག་ལ་དེ་བརྟེན་སྤེན་པ་ཚེ་རིང་གིས་དབུས་བོད་མི་ལྷན་ཚོགས་ཀྱི་ག་རེ་ཐག་གཅོད་པ་དེ་ཐག་གཅོད་རེད་ཟེར་ལ་ནི་སྤེན་པ་ཚེ་རིང་གིས་གསལ་བོ་ཟེར་ཤེས་གཅིག། དབུས་བོད་མི་ལྷན་ཚོགས་ཀྱི་ག་རེ་ཐག་གཅོད་ཡོད་རེད་ལ་ན་དབྱིན་ཇི་ཤོད་དོན་ཁོ་ཚོ་དེ་མ་གཏོགས་ཨ་ནི་གཞན་པ་དེ་ཁས་ལེན་གི་མེད་ལ་ནི་དབུས་བོད་མི་ལྷན་ཚོགས་ཀྱིས་ད་ག་རང་འགྲོ། རོ། ཨན་ཇི་ཤོད། ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་གི་ག་རེ་ལ་རེད་དབུས་བོད་མི་ལྷན་ཚོགས་ཀྱིས་སྤེན་པ་ཚེ་རིང་ལ་ཡ་ད་གཅིག་པ་གཅིག་རྐྱང་ལ། དབུས་བུད་མེད་ལྷན་ཚོགས་ཀྱིས་ཨ་ནི་ག་བ་ལ་ངོས་ལེན་བྱེད་པ་ར་བྱེད་ན་ང་ཚོ་དེ་ལ་ངོས་ལེན་བྱེད་ཀྱིན་ཡིན་ལ་འདིའི་རྒྱབ་ལོགས་ལ་ང་ཚོ་ད་ལྟ་རྒྱ་ཀུན་དགའ་བཀྲ་ཤིས་ལ་ཡོད་དོ། རྒྱ་སྐད་ཀྱི་སྡེ་ཚན་འགའ་ལ་ད་ཤི་བོ་རོ་རྒྱ་ཀུན་དགའ་བཀྲ་ཤིས། རྒྱ་ཀུན་དགའ་བཀྲ་ཤིས་ཡིན་ནའི་རོ། ནུ་བོ་ལྷ་མོ་གིས་ཨ་ནི་དབུ་ཁྲིད་ཀྱི་བ་ལ་བུད་མེད་ལྷན་ཚོགས་ཁྲིད་དེ་སྐྱོ་དེ་ལ་རྒྱབ་སྐྱོར་མ་བྱེད་བ་བྱེད་ནས་དབྱིན་ཇི་ཆོས་སྒྲིང་ཁ་ཆེ་ག་ལ་རྒྱབ་སྐྱོར་བྱེད་ད་མི་ག་ཚོད་དོ་མི་སྣ་ཆེན་པོ་མི་ཆེན་པོ་ལ་བོར་བ་དང། འགོ་སྤེན་པ་ཚེ་རིང། དབུས་བུད་མེད་ལྷན་ཚོགས། རོ། ས་གནས་ཀྱི་བོད་རིགས་སྤྱི་དོན་ཚོགས་པ། ཨན། འདིའི་རྒྱབ་ལ་ཨ་ནེ་ད་མདའ། རྒྱ་དགུན་ཀ་བཀྲ་ཤིས། རོ། ཁོང་ཚོ་ཚང་མས་ཀྱི་ཤུགས་བརྒྱ་ནས་ཨན་ཇི་ཆོས་སྒྲོན་རྒྱབ་ལོག་ལ་བི་རྒྱ་རྒྱ་ནས་ང་ཚོའི་རྒྱབ་སྐྱོར་ཡོད། ལར། ད་ཨན་ཇི་ཆོས་སྒྲོན་གྱིས། ཁྲི་ཞབས་པའི་གི་བུད་མེད་ལན་ཚོ་དེ་གི་ག་རི་བསམ་རེད་ད། ང་ཚོ་རྒྱབ་ལོ་ཚང་མ་ཡོད་ང་ཚོ་ལ་བདེན་པ་ཡོད་ང་ཚོ་ད་ལྟ་ག་ཚོད་གི་ག་རི་འགོ་ཚུལ་མི་འདུག་ག་རི་འགོ་ཚུལ་གི་མི་འདུག་ལ་ན་རོ་ཨ། བོད་པའི་ནང་ལ་འགོ་དཔོན་པོ་ནས་ཕྱི་ནས་ཨ་ནི་ཚོགས་པ་སྐྱིད་སྡུག་ཁག་གི་རོ་ཨ་མི་དམངས་མང་གནས་མདང་དེ། ཨ་རི་གཞུང་གིས་ཁྲིམས་ནང་ལོགས་ལ་གཅིག་པ་གཅིག་རྐྱང་འགྲོ་གི་རེད་བསམ་ནས་བོད་པ་མགོ་སྐོར་གཡོག་དང་འདྲ་བོ་ཁྲིམས་མགོ་སྐོར་གཡོག་ཐུབ་གི་རེད་བསམ་འདི་ང་ཚོ་བོད་པའི་རྡ་རམ་ས་ལ་ལ་ཡོད་བདེ་སྐྱོ་གི། ཁྲིམས་ཁང་དེ་མར་དང། སྣང་བ་དག་ནས་ཨ་རི་གི་ཁྲིམས་ཁང་དེ་དང་རྡ་རམ་ས་ལ་ཁྲིམས་ཁང་དེ་གཅིག་པ་རེད་བསམ་གི་ཡོད་ཟེར་བ་ཕ་ག་མེད་ག་ཤོད་རྐྱང་རྐྱང་བྱེད་དེ་ངེས་རེད་བ་དངོས་གནས་ཁོ་རང་དེ་འགྲོ་མ་ཐུབ་ངེས་དོན་དག་རྡོག་རྡོག། འདུ་འཛོ་ཚང་མིག་གི་རྒྱབ་སྐྱོར་ཡོད་བསམ་ནས་ཨེན་ཇི་ཆོས་སྒྲོན་གྱི་ནུ་བོ་ལྷ་མོ་ཁོ་ཚོ་ལ་ཁྲིམས་ལ་གཏུགས་ཤར། ད་ཁྲིམས་ལ་གཏུགས་དུས་ག་རེ་ཆགས་སམ། ངའི་འདི་ར། ད་ཁྱེད་རང་ཚོ་ལ་ར། ད། འདི་ཕྱི་མ་རེད་ད་ར། ཡ་གཡུག་ར། ཕྱི་མ་སོ་སོ་དོང་ལ་འཐོར་ད། དེ་ལྟ་ཐོག་ཐོག་ཨིན་ཇི་ཆོས་སྒྲོན་ཁོང་ཚོ་ལ་ལྟ། ཁྲིམས་ཁོ་རང་གི་རུ་བ་ཁ་གསང་ཞིབ་ཚགས་པོའི་ངང་ནས་ཕ་ཆོས་ཀྱི་ཁྲིམས་ཞིབ་པ། བཙུན་ཆོས་ཀྱི་ཁྲིམས་ཞིབ་པ་འདི་ན་བཞིན་གྱི་རུ་བ་ཨ་ནི་ཁྲིམས་ཁང་ནས་ཁོ་རང་ནས་མི་རུ་བ་ཞིབ་འཇུག་བྱེད་མ་བཏང་ནས་འོས་ཤོག་བླུགས་དུས་ཙམ་པ་ལ་མི་མང་གིས་སུ་འདོད་པ་བྱེད་ཀྱི་འདུག། མི་མང་གིས་ནོར་བུ་ལྷ་མོ་བདམས་སོ། ག་རེ་བྱས་ནས་བདམས། འདི་ག་མེད་ག་ཤོད་སྐད་ཆ་མ་རེད་ད། ནིའུ་ཡོག་ནང་ལོགས་ལ་ཨོ་ནོར་བུ་ལྷ་མོ་ཡང་ཅིག་ཀྱ་ཨོ་མདོ་སྟོད་རེད་ལ་ཡ་འདྲ་བོ་དང་ནོར་བུ་ལྷ་མོ་ཅིག་ད་གར་ཚོགས་པ་རེད་ལ་ཡ་འདྲ་བོ་དང་མི་འདོད་དར་ནག་དང་ད་གར་ལ་ཡ་འདྲ་བོ་འདི་འདུག་ཨ་དེ་ནོར་བུ་ལྷ་མོ་ད་གར་ཚོགས་པ་རེད་ལ་ནས་འདི་འདྲས་ཀྱི་རྒྱབ་སྐྱོར་བྱེད་ཤག་གང་མ་རེད། ཆོལ་ཁ་གསུམ་གྱི་མི་ཡོད་རེད། འོས་ཤོག་ལུགས་ངན་ནང་ལ་དབུས་བུད་མེད་ལྷན་ཚོགས་ཀྱི་བུད་མེད་ལྷན་ཚོགས་ཀྱི་མེ་འབར་དེ་ཆོལ་ཁ་གསུམ་གྱི་མི་དེ་ཡོད་རེད། འདི་ཡོད་དུས་ག་རེ་བྱེད་རེད་ད། ཨ། འདི་ཡིན་དུས་ཙམ་པ་ལ་མི་མང་གིས་ནུ་བོ་ལྷ་མོ་དེ་བདམས་རེད། འདི་གི་ག་རེ་ལ་གོ་རེད་ད། གང་ལ་དེ་ངེད་དུ་འཛོ་ཁྱོད་རང་གི་མགོ་གོ་གཡོ་ཐུག་མ་རེད་ད།

སྟོང་པ་ཡིན་པ་དེ་ནང་ལོག་སྟོང་པ་ཡིན་པ་རླུང་གཅིག་པོ་གཅིག་མ་གཏོགས་མེད་བར་རོ། དངོས་གནས་རྒྱབ་སྐྱོར་ལ་ཡོད་མ་རྟ་ཚང་མ། ད་ད་རིང་འདི་ལ་ནོར་བུ་ལྷ་མོ་དེ་འདྲ་བྱས་ནས་རྒྱལ་ཁ་ཐོབ་ར་ད། བརྒྱད་དང་གསུམ་ཆར་མི་བཅུ་གཅིག་བདམས་དགོས་ན་ནོར་བུ་ལྷ་མོ་སྔོ་ཕྱོགས་ནས་མི་བརྒྱད་ཕ་ཕྱོགས་ནས་མི་གསུམ་དེ་འདྲ་གཅིག་ད་ད་རིང་གི་ག་ལ་བ་ར་ད་མཐའ་མའི་བསྡོམས་འདི་ངུ་འདི་ར་ད། འདི་གི་ག་རེ་བསྟུན་སྐོར་ལ་ནི་ནོར་བུ་ལྷ་མོ་སྔོ་སྦྱོར་ལ་ནི་ཤུགས་ཆེ་ཡོད་བ་དང་ནོར་བུ་ལྷ་མོ་ལ་བདེན་མཐའ་གསོལ་བ་དང་ཁྲིམས་ཁང་རང་ནས་ནི་ནོར་བུ་ལྷ་མོ་ལ་བདེན་པ་ཡོད་བ་འདི་གསལ་པོ་སྟོན་རེད་བ། མཐའ་མའི་ཐག་གཅོད་དེ་ལ་དམངས་གཙོའི་ལུང་པ་གཅིག་ནང་ལོག་མི་གཅིག་གི་འདི་རེད་མ་གཏོགས་ཁྱོད་རང་ཚོ་གི་ད་ལྟ་བོད་བལ་གྱི་སྤྱི་ཚོགས་ནང་ལོག་ལ་མགོ་ལ་དེད་དེ་ངེད་དོན་ཚོ་གི་བྱེད་སྟངས་དེ་ཀིམ་ཇོང་ཝ་ལ་དེད་དེ་སྐྱོ་དྲ་བོ་བྱེད། རོ། མོ་གྲུ་ཞིག་བ་ལ་དེའི་དེ་སྐྱོ་བྲོ་བོ་ཅིག་དམག་ཤོག་གི་ལུང་པ་ཅིག་བ་ལ་དེའི་དེ་སྐྱོ་བྲོ་བོ་ཅིག་པུ་ཏིན་བ་ལ་དེའི་དེ་སྐྱོ་བྲོ་བོ་ཅིག་ཁྱོད་རང་ཚོ་གི་བསམ་བློ་འོང་དེ་འདྲས་ཅིག་མ་གཏོགས་ཡོག་མ་རེད། དམངས་གཙོའི་ལུང་པ་ཅིག་ན་ལ་མི་དམངས་དེ་གལ་ཆེ་ཤོས་ཡིན་དུས་ཙམ་པ for the people ཡིན་དུས་ཙམ་པ་ལ་རོ། for the people ལ་དུས་ཙམ་པ་ལ་མི་དམངས་ཀྱི་ཆེད་དུ་ཡིན་དུས་ཙམ་པ་མི་དམངས་ཀྱི་སྐད་དེ་སྐད་ཤུགས་ཆེ་ཤོས་རོ། ད་རིང་མི་དམངས་ཀྱི་སྐད་བརྒྱབ་ནས་ནུ་བོ་ལ་མོ་ལ་དེ་འདྲ་གསོད་ད། ལོ་སྟོབས་ན་འདི་ལ་ནུ་བོ་ལྷ་མོ་ཁོང་ཚོ་ཅིག་ཨ་རོ་ཤོ་ཀ་རེད་ལ་ཨེ་དགྲ་བོ་དང་དངོས་གནས་ཁོ་རང་ནུ་བོ་ལྷ་མོ་ཁོང་ཚོ་ལ་དེ་འདྲའི་གི་སྡུག་ཅག་བཟོས་ཏེ་ད་ཁྱོད་ཚོ་སྡུག་ཅག་བཟོས་ངེས་ཚང་མ་རོ་ད་ད་རིང་མི་མང་གི་ལན་ག་རེ་སྤྲད་སོང་རོ། ད་ཁྱེད་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་དཀྲུག་ཤིང་ག་ཚོད་རྒྱབ་འདུག་ཁྱོད་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་མི་དྲང་པོ་ཅིག་ས་བ་ལ་སྦས་ནས་རོ་འདི་གི་བེད་ཁོ་རང་མི་དྲང་པོ་ཅིག་ལ་དྲང་པོ་བདེན་པ་ལ་རྒྱབ་སྐྱོར་བྱེད་ཉེས་དོན་ཚོ་ཚང་མ་མ་ས་བ་ལ་སྦས་ནས་ཡར་ལངས་ཡ་མེད་བ་བཟོས་དགོ་བསམ་ཡ་གི་འཆར་གཞི་ཅིག་སྟོན་ཁྱོ་འདི་ཁྱོད་རང་ཚོ་བོད་སྤྱི་པ་ལ་ག་ཚོད་གནོད་ཡོད་ས་རེད་ད་ད་ལྟ་ནིའུ་ཡོག་ནང་ལོག་ལ་རོ་དངོས་གནས་ཁོ་རང་ནུ་བོ་ལྷ་མོ།

བསམ་བློ་བཏང་དེ་ངེད་ཀྱི་མི་མང་པོ་ཅིག་ལ་ཁྱོད་རང་ཚོ་གི་རྨ་ཁ་དེ་འདྲ་བཟོས་སྐོར་དང་གང་ལ་དེ་ངེད་ཚོ་གི་ཁྱོད་རང་ཚོ་གི་ཅིག་རྐུབ་བཀྱག་ཚ་བོ་བཟོས་དང་རྐུབ་བཀྱག་དེ་གི་དོན་དག་ལ་རོ་དགའ་མོས་དགའ་ཤོས་བྱེད་ནས་རོ་མི་དགའ་དེ་ངེད་དེ་འདྲའི་སྟོབས་ནག་ཅིག་ལ་ད་ཞབས་འདྲེན་ཞུས་སོ་མགོ་དེ་ངེད་སྤེན་པ་ཚེ་རིང་ཞབས་འདྲེན་ཞུས་ཚར་ད་ད་རིང་རོ་མགོ་ལ་དེ་ངེད་དྲང་པོ་མེད་འོས་ཀྱི་རྟགས་མཚན་སྟོན་རོ་ད། ཨ་རིག་གི་ཁྲིམས་ཀྱི་ཐོག་ནས་རེད་བ། འདི་ནང་བཞིན་དབུས་བུད་མེད་ལྷན་ཚོགས་ཞབས་འདྲེན་ཞུས་ཚར་ད་རེད་བ། ཁྱོད་རང་ཚོ་གི་སྒང་ལ་བསྡད་ནས་དྲང་པོ་མ་བྱེད་བ་དེ་ད་རེས་ཨ་རིག་ཁྲིམས་ཁང་འཛམ་བུ་གླིང་འདིའི་སྟེང་ལ་དམངས་གཙོ་རྒྱ་ཁབ་ནང་ནས་དམངས་གཙོ་ཡག་ཤོས་ཡོད་རྒྱུ་གི་ལུང་པ་བྱེད་གི་ཁྱོད་རང་ཚོ་ལ་སྣ་དགུ་ག་ལ་ཁྱོད་རང་ཚོ་གི་རེད་ལ་ཡ་དེ་མ་རེད་ལ་ནི་རེད་བ་ད་རེས་སྣ་དགུ་ག་ལ་འཛུགས་གོ་ཚུགས་རེད་ད་རེད་བ། འདི་ནང་བཞིན་གི་བོད་རིགས་སྤྱི་མཐུན་ཚོགས་པ། ཁྱེད་རང་ཚོ་གི་རུ་བ་སྒང་ལ་བསྡད་ནས། ཕག་ཚོ་མི་མང་མཐུན་སྒྲིལ་བྱེད་ཡ་དང་མི་མང་མཉམ་འཛོམས་བྱེད་ཡ་གི་སྐད་ཆ་ཅི་ཡ་མེད་པ་ཆགས་མི་མང་གཏོར་བཤིག་བཏང་ཡ་རང་གི་ཆེད་དུ་ཁྱོད་རང་ཚོ་ལངས་ནས་ལས་ཀ་བྱེད་བཞིན་ཡིན་པ་དེ་གསལ་བོ་རེད་ད། རུ་བ་འདི་ནང་བཞིན་རྒྱ་ཀུན་དགའ་བཀྲ་ཤིས་ཁྱོད་རང་ཡིན་ན་ཡང་འགན་འཁྱེར་དགོས་རེད་ད་ཁྱོད་རང་ཕེ་ཁེ་ལ་སྐུ་མགྲོན་བྱས་ནས་སླེར། རྙོག་དྲ་དེ་འདྲས་ཡོད་དེ་ཁྱོད་དེ་འདྲས་ཅིག་གི་ནང་ལོགས་ལ་ཁྱོད་རང་སྐུ་མགྲོན་བྱེད་ན་ལེགས་རེད་ཁྱོད་རང་གི་བྱས་རྗེས་དེ་ཚོ་ང་ཚོས་ཧ་གོ་གི་རོ་རྡ་རམ་ས་ལ་ལ་ཁྱོད་རང་བོད་སྤྱི་པ་ལ་ཞབས་ཕྱི་ཞུས་གོ་བསམ་ཡ་འདྲ་འོ་ད་བོད་སྤྱི་པ་ལ་སེམས་ཤུགས་ཡོད་བ་དེ་འདྲས་གང་མ་རེད་ནང་མི་བློས་ཐུག་གོ་བ་མ་རེད་བོད་སྤྱི་པ་གི་ཆེད་དུ་གསལ་པོ་རེད་འདི་ང་ཚོ་བོད་པའི་བཙན་བྱོལ་ནང་ལོགས་ཡོད་དེ་ངས་དང་བོད་ནང་ལོགས་ཡོད་དེ་ངས་ད་ལྟ་དོ་སྣང་བྱེད་དེ་ངས་ཁ་ཤས་ཅིག་གིས་ཧ་གོ་གོ་རོ་ཨ་ཁྱོད་རང་སྤུ་གུ་དང་བུ་ཕྲུག་བློས་བཏང་མ་ཐུག་ནས་ཁྱོད་རང་དེ་ནས་མ་བོད་སྤྱི་པ་ལ་སེམས་ཤུགས་ཡོད་ངེས་ཀྱི་མི་ཅིག་མ་རེད། འདི་གསལ་བོ་རེད་ཁྱོད་རང་ག་རེ་ལས་ཀ་བྱས་ཏེ་ཚང་མ་གཏོགས་གྲོགས་འགོག་ཁང་དོན་དག་བྱེད་དགོས་བ་རེད་མ་གཏོགས་གཞན་པ་གང་སྐུ་གཅིག་གི་ཆེད་དུ་བྱེད་དགོས་བ་མ་རེད་ད་བོད་པ་སྤྱི་ཚོགས་ལ་དཀྲུག་ཤིང་རྒྱག་ཡ་དང་བོད་པའི་སྤྱི་ཚོགས་གཏོར་བཤིག་བཏང་ཡ་གི་ལས་ཀ་གཅིག་གི་ནང་ལོགས་ལ་མཉམ་ཞུགས་བྱེད་ཡ་རོ་ཨ། འདི་ཧ་གོ་བ་བྱེད་དགོས་རེད་ད་འདི་ཧ་གོ་བ་བྱེད་དགོས་རེད་ད་འདི་ཡི་ནང་ནས་རོ་ཨ། ཧང་སང་ཡ་གཅིག་དང་ཧུན་ཧུན་འཐོར་ཡ་གཅིག་ལ་རོ་ཨ། ང་ཚོ་ཚང་མ་གི་ད་ཨ་ཙི། རོ། སེམས་ཁྲལ་བྱེད་དགོས་ཡ་གཅིག་ག་རེ་རེད་ལ་ན། རྒྱུ་མཚོ་མི་ཚང་མས་ཀྱི། རྒྱལ་བ་རིན་པོ་ཆེན་གྱི་མཚན་བྱང་འདི་འཁྱིལ་ནས། རོ། རྒྱལ་བ་རིན་པོ་ཆེན་གྱི་མ་གནང་བྱ་བའི་ཀྱི་དབུ་མའི་ལམ་གྱི། རོ། དབུ་མའི་ལམ་ལ་རྨ་ཁ་བཟོས་བ་དང་དབུ་མའི་ལམ་ལ་མཐོང་ཆུང་བྱེད་བ་དང་དབུ་མའི་ལམ་འདི། རོ། ད་རིང། ཁྲིམས་ལ་གཏུགས་ནས་དབུ་མའི་ལམ་འདི་ལ། ཞབས་འདྲེན་ཆེ་ཤོས་དེ།

དཀའ་ལས་རྒྱབ་བྱ་རྒྱུ་དེ་ཆུ་ལ་གཡུག་རུ་བལྟ་རུ་བ། ང་ཚོ་ག་རེ་བྱས་ནས་དབུ་མའི་ལམ་ལ་ཡོད་ལ་དང། རྒྱ་མི་མཉམ་དུ་ལ་བསྡད་ནས་ང་ཚོ་སྐད་ཆ་བཤད་ཀྱིན་ཡིན། རྒྱ་མི་མཉམ་དུ་བསྡད་བ་ར་བྱས་ཡིན་ན་ང་ཚོ་རྒྱ་མི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁྲིམས་སྒྲིག་གཞི་བར་ལ་སྒྲོམ་གཞི་དེ་གི་བར་ལ་བསྡད་ཀྱིན་ཡིན་ལ་ནི་ང་ཚོའི་དབུ་མའི་ལམ་གྱི་ཡོད་ན་མེད་ན་ངོམ་ཡ་ཡོད་ན་མེད་ན་དེ་འདིར་བོད་པ་གཅིག་གི་ནང་ལོག་ལ་ཁྲིམས་ལ་གཏུགས་ནས། རོ། ཚོགས་པ། ཁྲིམས་ལ་གཏུགས་ནས། ནང་ལོགས་ལ། ཆུ་ལོག་མི་གཅིག་མ་སླེབས་པ་དང། རོ། ནང་ལོགས་ཐག་གཅོད་ཕྱི་མ་ཐུག་ནས། ལོ་ནས་ལོ། ལོ་ནས་ལོ། དཀའ་ངལ་སྤྲད་བཞག་རྒྱོ་དེ། རོ། ད་ད་རིང། ཞབས་འདྲེན་ཞུས། དབུ་མའི་ལམ། དོན་དག་རྡོག་རྡོག། ཁ་ཅིག་ཟེར་བཞིན།

དངོས་གནས་ཁོ་ན། དབུས་བོད་མིའི་སྒྲིག་འཛུགས་ཀྱིས་ད་ལྟ་གཏན་ལ་ཕབ་པའི་སྒྲིག་གཞི་འདི་དབུ་མའི་ལམ་ལ་བབ་སྟེ་སྐྱོ་དེ་མ་གཏོགས་དབུ་མའི་ལམ་ཟ་ར་འཚོ་ར་ལ་བརྒྱ་ཆ་བརྒྱ་ནས་བརྒྱ་ཡིད་ཆེས་མེད་དང་འདུ་འཛོ་ཚང་མ་དབུ་མའི་ལམ་ལ་མཛད་དཀའ་བཟོས་ངེས་ཅིག་དང་ང་རང་ངོ་ཆོ་ནས་ཡིན་ན་དྲང་པོ་ལ་རང་བཙན་འཐབ་རྩོད་བྱེད་ངེས་ཀྱི་མི་ཅིག་ཡིན། རོ། ད་ད་རིང། རོ། རང་བཙན་འཐབ་རྩོད་བྱེད་མཁན་མི་གཅིག་གིས་དབུ་མའི་ལམ་ལ་སེམས་ཁྲལ་བྱེད་དགོས་ཡས་ཀྱི་གནད་དོན་འདི་སུས་བཟོས་སོང་ལ་ན། དབུས་བུད་མེད་སྒྲིག་འཛུགས། དབུས་བུད་མེད་བུད་མེད་ལྷན་ཚོགས། རོ། དབུས་བུད་མེད་སྒྲིག་འཛུགས་ཀྱི་སྒང་ལ་བསྡད་དེ་ངེད་ཀྱི་མི་འདི་གི་རྒྱབ་སྐྱོར་བྱེད་སྟངས་དང་འདུ་འཛོ་ལ་ལྟ་དུས་དབུ་མའི་ལམ་ལ་མཛད་དཀའ་བཟོས་ཀྱི་འདུག་ད། རོ། དབུ་མའི་ལམ་ལ་དཀའ་ངལ་བཟོས་ཀྱི་འདུག་འདི་ཧ་གོ་གོ་རོ་ད་མི་མང་གི་ག་ནས་བྱུང་སོང་ལ་དུས་ཙམ་པ་ལ་འདུ་འཛོ་ཧ་གོ་གོ་རོ་ད། རོ། འདི་གཅིག་རེད།